པ་དེ་ཚོ་ཚོ་ཆོག་ཕྱི་རི་ལས་ཁུངས་ཀྱི་ལས་དོན་གཉིས་འདུམ་ལ་ཆ་བཞི་ལས་བཞིན་པ་ཡིན། ཐོག་མར་གྲྭ་བ་མ་དྲིན་སྙན་དང་དེ་རིགས་གོ་སྐ་འདི་བརྗེ་བའི་ཐོག་ནས། འཛམ་གླིང་ནི་ལ་སྟོད་ཡུལ་སྤྱི་སྒེར་གྱི་ནང་ཚགས་ཀྱི་རྐྱེན་བཞེས་ནས་འཛམ་གླིང་ཡོངས་ལ་འདག་སིག་གཏོང་བ་དང་ཁྱད་པར་དུ་རྒྱ་གར་ཡུལ་གྲུ་འདི་ལ་འདག་སིག་གཏོང་བཞིན་པའི་སྐབས་དེ་ལ་ཕྱི་རྒྱུད་ཆོས་བརྒྱུད་བླ་ཆེན་ཁག་དང་ད་གནང་བཞུགས་ཆོས་བརྒྱུད་ཀྱི་ལས་ཀྱི་སྣེ་མོའང་ཚོགས་མིན་གྱི། དེ་ནི་བཙན་བྱོལ་ལ་ཡོད་པའི་གཞིས་སྒར་དང་སློབ་གྲྭ་ཁག་ཚང་མ་ལ་མཐུ་ཆེན་ཧ་ཅང་ཡག་པོ་བཞག་སོང་དེ་ཡིན་དུས་ངས་དེ་རིང་འདིའི་གོ་སྐབས་བརྒྱུད་ནས་ཆོས་བརྒྱུད་བླ་ཆེན་ཡོངས་རྫོགས་དང་དེའི་ཤག་ཁུག་ཏུ་ཡོད་པའི་ལས་ཀྱི་སྣེ་མོ་ཡོངས་སུ་རྫོགས་པ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ། མ་གོ་བ་ཡིན་ན་ཡང་བོད་མི་མི་རེ་ངོ་རེ་ལ་དེ་འདྲའི་དཀའ་ངལ་འཕྲད་ན་ཤག་རོང་གནང་ར་གནང་ཟེར་ཞུ་གི་ཡོད། ཤི་རིར་དགེ་ལྡན་གྲྭ་ཚང་དེ་འདེམས་པའི་ལོ་རྒྱུས་ཡིན་ནི་རེད་ད་དེའི་གནས་པ་ཡིན་ནི་རེད་མ་གོ་བའི་འཇུན་འཇུན་ཡིན་ན་ཆེད་དུ་རིག་གཞུང་བདག་པོར་རྒྱག་ས། ཉམ་ཐག་ལ་རོལ་བཟང་བྱེད་པ་དེ་དགོ་སྡེ་གྲྭ་ཚང་མ་དུ་མི་འདུག་ཟེར་ནས་སྤུ་བ་ཆེན་པོའི་སྒོ་ནས་ཕྱིར་འདེད་བྱུང། དེ་ནས་ཀུ་རེ་སྤྱི་འཐུས་གཅིག་གིས་བླ་ཆེན་རྣམ་པ་ཚོར་ཐུགས་རྗེ་ཆེ་ཞེས་ནས་ཞུ་བྱུང། ད་དེ་དག་རང་རེད་དེ། ད་འགའི་བཀའ་ཤག་གིས་ཞུ་བའི་ན་བཞིན་བྱས་རྗེས། ཏོག་དབྱིབས་གཉན་རིམས་སྐབས་ལ་ང་རང་ཚོའི་སྤྱི་ཚོགས་ནང་ལོ་ལས་ང་ཚོའི་ནང་ཁུལ་ལས་བསམ་བློ་གཏད་སོ་མཐུན་མ་མཐུན་གྱི་གནས་སྟངས་འདྲ་པོ་ཆགས་བསྡད་ཡོད་རེད་དེ་ཡིན་ནས། མི་དམངས་སྤྱི་ལ་དཀའ་ངལ་གྱིས་ཁྲེལ་ཡོང་དུས་འཚམ་པ་ལ། ཨ་ནི་ཕྱི་དགོན་སྡེ་ཁག་དང་བླ་ཆེན་རྣམ་པ་ཚོ་དང་དགོན་སྡེ་ཁག་དང་མི་དམངས་དཀྱུས་མ་དང་ཚོགས་པ་སྒྲིག་འཛུགས་ཚང་མ་ལོག་མཉམ་རུབ་བྱས་རྗེས་གང་ལྟར་གཞན་ལ་ཡང་དཔེ་ལྟ་འོས་པ་ཅིག་ཏན་ཏན་བཟོས་སོང་ཞེས་ནི་ཐེ་ཇི་ཞུ་ཡ་ཡིན་སླར་ཡང་བླ་ཆེན་རྣམ་པ་ཚོ་རེད་དགོན་པ་ཁག་རེད་ཨ་ནི་སྒེར་པ། ཚོགས་པ། ཨ་ནི་བོད་མིའི་སྒྲིག་འཛུགས་ནས་འགན་འཁྱེར་དགོས་ཡ་དེ་གས་དེ་འགན་འཁྱེར་ཡ་རེད། དེང་དུས་ད་ངས་དྲི་བ་དྲིས་ཡ་ཅིག་དེ་དཔེ་ཁྲིད་དགེ་རྒན་དེ་ཚོ་ཡིན། ཕྱི་དང་ལས་དང་དེ་བཀའ་གོང་མན་གྱི་བཀའ་ཤག་རེད་དེ་ངའི་བྲོ་བ་གང་ཚ་བཀའ་འདིའི་གི་བཀའ་ཤག་དང་འབྲེལ་བ་རྐྱང་རྐྱང་ཡིན། དང་ཅི་རེད་ད་རྩ་བའི་ཀུ་རེ་བཅུ་དུས་ཀྱི་དྲི་བ་ཚང་མ་བཀའ་ཤག་སྐབས་བཅུ་དྲུག་པ་ལ་ཡིན་ཕྱིན་བཀའ་གནང་སོ་ད་ད་ལྟ་ང་ཚོ་ལས་རིམ་གྱི་འགྲོ་སྟངས་ཀྱི་ཐོག་ནས་ཨོ་ནས་བྱིན་ན་ད་ལྟ་བཀའ་ཤག་སྐབས་བཅོ་ལྔ་པའི་གི་ལས་བསྡོམས་སྒང་ལ་དྲི་བ་ག་རེ་ཡོད་པ་ཡིན་ནས་དེ་གས་བཏང་གནང་པ་ཡིན་ན་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་གི་ལས་ཀ་ག་རེ་བྱེད་ཀྱི་ཡོད་པ་ཡིན་ནས་ད་ལྟ་ང་ཚོ་འདིའི་རྗེས་ལ་ཡང་སྔོན་རྩིས་ཀྱི་ལས་རིམ་ཆ་ཚང་ཡོད་རེད་སྔོན་རྩིས་ཀྱི་ལས་རིམ་སྐབས་སུ་ལྷན་ཁང་རེ་རེ་རེ་རེ་བྱས་ནས་ང་ཚོ་འགྲོ་དགོས་ཀྱི་ཡོད་དུས་ཚང་མ་སྐབས་དེ་དུས་དྲི་བ་གནང་བ་ཡིན་ན་ཏོག་ཅིག་སྟབས་བདེ་བ་ཡོང་ས་རེད་བསམ་ས་འདྲ་བོ་ཞིག་འདུག་དེ་ཡིན་ནའི་དཔལ་ལྡན་ཚོགས་གཙོ་མཆོག་གིས་དམིགས་བསལ་བཀའ་གང་མ་གནང་མི་སོང་ཙང་ད་སྔོན་རྩིས་གར་སོ་རེད་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་ནང་ལ་བཀའ་གནང་སོ་དེ་ཡིན་ནའི་ད་ལྟ་དམིགས་བསལ་ཁ་གང་མ་གནང་མ་སོང་ཙང་ཨ་ནི་དྲི་བ་ག་རེ་ཕེབས་པ་དེ་གའི་དེ་ལ་ལན་ཞུ་གི་ཡོད་བྱས་ནས་འདུག་རེད་བྱས་ནས་ཞུས་ཡས་ངའི་དྲི་བ་ཡིན། གང་ཙམ་བཀའ་འདིའི་གི་བཀའ་ཤོག་དང་འབྲེལ་བ་རྐྱང་རྐྱང་ཡིན། དཔེ་ཁྲིད་དགེ་རྒན་དེས་དེ་ཚོ་ལ་བཀའ་གོང་མིང་གི་སོག་ཕུག་ཟེར་ན་མ་འདུག་ད་ཟླ་རེ་གི་ཟླ་ཕུག་ཟེར་ན་མ་འདུག་ག་རེ་ཐ་སྙད་བཞག་དགོས་ཡོད་ན་དེ་ཐུག་ཏུ་སྤྲད་གི་ཡོད་རེད། བཀའ་འདི་གི་བཀའ་ཕྱག་གི་ཟླ་བ་བཞི་ལྔ་ཟེར་བཅད་བཞག་ནས་སྤྲད་མི་འདུག་དེ་རྒྱན་ཚད་ག་བ་ཐུག་ཡོད་རེད། ཁ་ཚུར་གྲོས་ཚུགས་ཚུར་སྐྲུན་ཚུར་འགྲོ་བྱས་ནས་ཉི་མ་གཉིས་ཟེར་ལྔས་ལ་དེ་ནས་དགོན་པ་གྲགས་ཚང་ལ་དཔེ་ཁྲིད་དགེ་རྒན་དེ་ཚོ་ལ་དེབ་ཅིག་ལ་ཕ་བཏང་བྱས་གནས་བརྟན་ཞིག་གླས་བཞག་འདུག་དེ་རྒྱན་ཚད་ག་བ་ཐུག་ཡོད་རེད། ཟླ་བ་བཞི་ལ་སྤྱད་དགོས་པའི་རྒྱན་ཚད་ག་བ་རེད་བཀའ་ཁྲོལ་སྔས་མ་ནས་སྤྲད་ཟིན་པར་བ་སྐར་གྲངས་སྔོན་མ་སྤྲད་ཟིན་པ་འདི་ད་ལྟ་ཟླ་བ་བཞི་ལྔ་ལ་དཔེ་ཁྲིད་ཀྱི་དགེ་དེ་ཚོ། དེ་ཐུགས་ལ་སྤྲད་མི་ཐུབ་པའི་སྦྱིན་སྲེག་ག་རེ་ཁ་ཚོན་འཛག་དྲག་གི་དུས་ཀྱི་གནོང་དགོས་པའི་སྦྱིན་སྲེག་ག་རེ་དེ་ཚོ། ངེས་པར་དུ་ས་གཤེགས་གུ་རུ་ཆེའི་བཀའ་ཞུ་ཤེས་ཤིག། ཤག། སྐབས་སྙན་མའི་སྐབས་གནང་ཤག་བཀའ་ཤག་འདིའི་སྐབས་དེ་ལ་ཨ་ནི་རྒྱུ་མཚན་གང་ཡང་མེད་པ་བྱེད་བྱེད་མེད་པ་བཟོས་ཤག་དེ་ནས་གསུངས་སོ་ད་འདི། ཀུ་རེ་སྤྱི་འཐུས་རྣམ་པ་ཚོ་གྲོས་ཚོགས་ལ་གསུངས་པའི་སྐབས་ལ་གནད་དོན་འདི་འདྲའི་ཅིག་གང་ལ་བཀའ་ཤག་གིས་འདི་འདྲའི་ཅིག་བཀའ་ཤག་དགོན་པ་འདི་འདྲའི་ཅིག་དང་གྲྭ་པ་འདི་འདྲའི་ཅིག་ལ་ཡང་བཀའ་ཤག་དེ་འདྲའི་གི་གནས་ཚུལ་བྱེ་བྲག་པ་གསུངས་ཡ་ཡོད་པ་ཡིན་ན་ཨ་དེ་དངོས་ཡིན་ན་ཡིན་པ་དང་མེད་ན་མེད་པ་དེའི་གནས་སྟངས་དེ་ང་ཚོ་གྲོས་ཚོགས་ལ་ཡང་གསལ་བཤད་ཞུ་ཡ་ཆེ་བ་ཡོང་ས་རེད་སྤྱི་མ་སྤུངས་བྱེད་འདུག་གསུངས་བྱེད་འདུག་ཚང་པ་ལན་རྒྱབ་མ་བཞིན་པ་བྱེད་འདུག་བཞིན་ལྷག་གི་འདུག་བཞིན་ནི་དེ་ཅིག་ཞུ་ཡ་ཡིན།

ང་ཚོས་གནད་དོན་འདིའི་སྒང་ལ་ཡང་སྐད་ཆ་ག་རེ་བྱུང་བ་རེད་ཟེར་ན་དེ་བྱུང་རིམ་དེ་མ་གཅིག་ཞིབ་འཇུག་བྱེད་དང་ཟེར་ནས་ཆུ་རིའི་ལས་ཁུངས་ལ་དེ་ཞུས་པ་ཡིན་བྱུང་རིམ་དེ་ད་ལྟ་འདི་འདས་པའི་ལོ་གཉིས་གསུམ་གྱི་སྔོན་ལ་སྲིད་སྐྱོང་ཟུར་པ་མཆོག་ཨི་ཏྲ་ལི་ཕེབས་པའི་སྐབས་ལ་ཨི་ཏྲ་ལི་ནང་པའི་ཆོས་ཚོགས་ཀྱི་ཚོགས་སྡེ་བྱུས་ཡོད་རེད་ཨི་ཏྲ་ལི་ཁྱོན་ཡོངས་ཀྱི་ནང་པའི་ཚོགས་ཀྱི་ཚོགས་སྡེ་བྱུས་ཡོད་རེད་ཁོང་རྣམ་པ་ཚོས་ཀྱིས་འདིའི་ཐོག་ལ་ཡང་ཕྱག་རོགས་གནང་པས་སོང་ཙང་ཨ་ནི། དཔེ་སྒྲིག་དགེ་རྒན་གཞུང་ཆེན་དཔེ་སྒྲིག་དགེ་རྒན་ལྔ་བརྒྱ་ཐམ་པ་ལས་ཡང་ད་ཕུལ་ཡ་དེ་དེའི་སྐབས་ནས་ཐག་བཅད་བཞག་བཅད་གནང་བཞག་ཡིན་པ་ཡིན་ནས་རོགས་དངུལ་དེ་ལོ་གཅིག་ལ་མ་དུ་སླེབས་ཡོད་མ་རེད་ལོ་གཅིག་ལ་མ་དུ་སླེབས་མེད་དུས་ལོ་བསྟར་ཆག་གི་ཕུལ་དགོས་ཀྱི་ཡོད་དུས་ཨ་རི་ལོ་བསྟར་ཆག་གི་ཕུལ་ཡ་ལ་ཡང་མང་ང་ཚོ་དེ་ནས་མང་ཕུལ་དུས་ད་ལྟ་བཀུར་འོས་སྤྱི་འཐུས་མཆོག་གསུངས་པ་ནང་བཞིན་རེད་སྒོར་མོ་སུམ་སྟོང་མང་དུ་ཆེད་ཀྱི་ཕུལ་ཡ་ཡོད་མ་རེད་དེ་དང་ཡ་ད་རྩ་བ་ཉིད་ནས་ཡོད་མ་རེད་ད་དེ་ཆེ་འདོད་རང་དང་ཚེ་འདོད་རང་གི་ངོ་བོ་འགྲོ་བྱེད་མ་འགྲོ་བྱེད་ཀྱི་ད་གཟུ་བོ་རང་གི་ངོ་བོ་ཐོག་ནས་ང་ཚོ་ཕུལ་བ་འགྲོ་བ་བྱེད་ན་མི་དེང་དུས་ཀྱི་གནས་སྟངས་དང་འཚམ་པ་ཅིག་ཕུལ་ཐུབ་དགོས་ཀྱི་ཡོད་རེད། དེ་ཡིན་དུས། ད་ལྟ་བར་དུ། གཞུང་ཆེན་གྱི། དཔེ་ཁྲིད་ཀྱི་ངས། གསོལ་བ་གནང་རོགས་བྱེད་ཕྱིན་ནས་ཆོས་རིག་ལས་ཁུངས་ལ་ཡར་འབྲེལ་བ་བྱས་ནས་ཞུས་བསྡད་པ་དེ་བརྒྱ་ཆུ་གྱ་ལྔ་ཞིག་ཆགས་ཀྱི་འདུག་གཞན་པ། བཞི་བརྒྱ་བཅོ་ལྔ་དེ་ཞུས་ཡོད་མ་རེད་དེ་ཆོས་རིག་ལས་ཁུངས་ནས་སྐབས་དེ་དུས་བཀའ་ཤག་གིས་རོགས་དངུལ་ཅིག་རག་པའི་སོང་ཙང་འདུག་བྱས་ནས། སྣང་བཞག་ཡས་དེ། གདུག་ཆེན་མཐུ་དང་གཅོད་བྱེད་སྣང་བཞག་དང་ཐ་མདའ་དཔེ་བྲིས་དགེ་རྒན་ལྔ་བརྒྱར་སྣང་ཡས་དེ་ད་ག་ནའང་དང་གི་དངོས་པོར་ཞུས་པ་ན་བཞིན་ཕྱིན་ནི་འབུམ་བརྒྱ་དང་དགུ་བཅུ་གོ་གཉིས་ཤིག་གདུག་ཆེན་འགྲོ་དེ་གི་ཡོད་རེད་དེ་ཡིན་དུས་དེ་ཚོ་གཞུང་ཚོའི་རང་ནས་འགྲོ་གི་ཡོད་རེད་ཕྱིན་ནི་དེ་ཅིག་ཞུ་ཡས་ཡིན་ཨ་ནི་པར་ཆ་ད་གནང་གུག་འདུག་མི་འདུག་ད་རིང་གྲོས་ཚོགས་དེ་ནང་ལ་སྔོན་རྩིས་དེ་ཁྱི་ཡོང་གི་འོ་རེད་དེ་ཡིན་ཚང་མ་ད་ལྟའི་ཆ་ལ་ང་ཚོ་པར་ཆ་ཆེན་མོ་བ་ཆེ་ཆུ་རི་ལས་ཁུངས་ངོས་ནས་ག་རེ་བསམ་བཏང་གི་ཡོད་ཟླ་བ་ཡིན་ན་ཨ་ནི་ད་ཆོས་རིག་ལས་ཁུངས་འདི་དརམ་ས་ལ་ལ་ཡག་སྡུག་ཕྱིན་བསྡད་བསྡད་པ་མ་ཡིན་པ་བྱས་བྱས་ཆོས་རིག་ལས་ཁུངས་ཀྱི་ལས་བྱེད་ཚོ་ཡིན་པ་ཡིན་ནས་དགོན་པ་ཁག་ཚང་མ་སྐོར་སྐྱོད་འགྲོ་ཡ་དང། དགོན་པ་སོ་སོ་སོས་ཀྱི་གནས་སྟངས་ཞིབ་འཇུག་བྱེད་ཡ་དང། དགོན་པ་སོ་སོ་སོས་ཀྱི་མ་འོངས་པའི་དགོས་མཁོ་ག་རེ་ཡོད་པ་ཡིན་ནས་དེ་ཚོ་ཞིབ་འཇུག་བྱེད་ཡ་གི་ཆེད་དུ། ཆོས་རིག་ལས་ཁུངས་ཀྱི་ལས་བྱེད་ཚོ། ད་ད་ལོ་སྤྱི་ཟླ་གསུམ་པའི་ནང་ད་ལྟ་སྤྱི་ཟླ་གསུམ་པའི་ནང་འགྲོ་ཐུ་ཡ་ད་ཁག་པོ་ཆགས་ཀྱི་འདུག་དེ་ཡིན་ནས། འཆར་ལོའི་འགོ་ཚུགས་པ་དང་ཆུ་རིས་ལས་ཁུངས་ཀྱི་ལས་བྱེད་ཚོ་དགོན་སྡེ་ཁག་ལ་ཕར་ཕྱོགས་སྐྱོད་བྱས་ནས་དགོན་སྡེ་སོ་སོའི་སུས་ཀྱི་གནས་སྟངས་ཞིབ་འཇུག་བྱེད་ཞིབ་འཇུག་བྱེད་དེ་དང་མཉམ་དུ་ད་ལྟ་སྒོར་མོ་སུམ་བརྒྱ་སུམ་བརྒྱ་ཕུལ་བསྡད་ཡ་དེ་ཡིན་ནའི་འདྲ་འདུག་སུམ་བརྒྱ་བདུན་ཅུ་དོན་ལྔ་ཕུལ་བསྡད་ཡ་དེ་ཡིན་པ་ཡིན་ནའི་འདྲ་འདུག་སྒོར་མོ་སུམ་སྟོང་ཕུལ་ཡ་དེ་ཡིན་པ་ཡིན་ནའི་འདྲ་འདུག་ད་ད་ལྟ་བདུན་བརྒྱ་ཆ་སྤར་ནས་སུམ་སྟོང་བདུན་བརྒྱ་ཕུལ་ཡ་ག་རེ་ཡིན་པ་ཡིན་ནའི་དེ་གའི་དེ་ང་ཚོ་ཞིབ་འཇུག་ཚད་ལྡན་གྱིས་བྱས་ནས་དངོས་གནས་དྲ་གནས་ཀྱི་དགོས་མཁོ་ཡོད་པ་དེ་གའི་དེ་ལ་ང་ཚོ་ཕུལ་ཡ་བྱེད་དགོས་མཁོ་མེད་པ་ཡིན་ན་དེ་ང་ཚོ་དགོས་མཁོ་མི་འདུག་ང་ཚོ་རང་ཁ་རང་སོ་ཡིན་གནང་དང་ཁྱོད་ནས་མེད་ཟེར་ནས་གསུང་བ་ཡིན་ན་ཨ་ནི་བོད་མིའི་སྒྲིག་འཛུགས་ལས་ཡང་གོང་བུ་ཞེས་མཁས་པ་ཅིག་ཏན་ཏན་ཡོང་ས་རེད་ཕྱིས་ནས་དེ་ཅིག་ཞུ་ཡ་ཡིན། གཉིས་ནས་ཨ་ནི་དེ།
ཀ། ཆོས་གྲོང་རྔ་པ་ནང་ལོགས་ལ། གྲྭ་བཙུན་ཁྱི་རྒྱག་དང། གཞན་རོ་གཤོངས་སུ་ཁྱི་རྒྱབ་ཟེར་གྱི་འདུག་ངས་གོང་མིན་གྱི་སྐབས་ལ་ཡང་གཞོན་ནུའི་གྲོགས་སུ་གོ་མི་དགའ། ཁྱི་རྒྱབ་ཟེར་གྱི་དང་མ་རུའི་ཚིག་རེད། གྲྭ་པ་བླ་མ་ལ་འདི་ཚོ་བྲིས་ན་ཡག་པོ་མི་འདུག་འདི་འགྱུར་བ་གཏོང་རོགས་གྱིས་ཟེར་གྲོས་ཚུལ་གོང་མ་ལ་ངས་ཞུས་ཡོད། དེ་རིང་ལ་ལྷ་ཡང་ཆོས་རིག་ཀང་ཆོས་རིག་ཀང་ལས་ལ་ལྷ་ཡང་འབད་ཀི་ཞུས་གཞོན་ནུའི་གྲོགས་སུ་འདི་ཚིག་དེ་ངེས་པར་དུ་འགྱུར་བ་གཏང་དགོས་ཀི་འདུག། དྲག་རྩེད་ཁྱི་རྒྱབ་ཟེར་གྱི་དེ། འོ་ན་དྲག་རྩེད་ཀི་འཚོ་གནས། གྲྭ་བཙུན་གྱི་རོ་ནི་ཟེར་དེ་འདྲའི་གྲི་གུག་དང་ཆུ་རྒྱབ་ཟེར་གྱི་དོམ་བུ་བསྟན་པའི་ཚུལ་གྱིས་བྱས་ཡོད་ན་འདི་མ་རུ་གི་ཚིག་རེད་ཟེར་ནས་ངས་སྔོན་མ་ལ་བཤད་ཡོད་ད་རེ་ལ་ཞུ་དེ་ངེས་པར་དུ་འགྱུར་བ་གཏང་རོགས་གནང་ཞེས་ཞུ་གི་ཡོད། ཡིན། དེ་ནས་ཆོས་རྒྱལ་ཟེར་ཚིག་དེ་ཁ་སང་ཆོས་རིག་ལས་ཁུངས་ལས་ང་ཚོ་དེ་སྐད་ཆ་རེ་མང་པོ་བྱུང་སོང། དེ་བྱུང་རྗེས་དེ་ཆོས་རིག་བཀའ་བློན་ཟུར་བས་ཀྱིས་སྙན་མག་གི་ཐ་སྙད་དེ་ད་ལྟ་བསྡད་ཀྱི་མི་འདུག་ཞེས་ནས་ད་སྙན་མག་གི་རོགས་སྣོན་ཚོགས་སྣོན་ག་རེ་བེད་སྤྱོད་བཏང་ཡོད་ནས་དེ་ད་ལྟ་ཕྱིན་བསྡད་ཀྱི་མི་འདུག་ཆོས་རིག་བཀའ་བློན་ཟུར་པ་ཁོ་རང་དགེ་སློང་བྱིན་པའི་ཆ་ནི། ཚིག་འདི་ཡག་ས་རེད་བྱས་ནས་བཅུ་རྣམ་པ་རེད་བྱས་ནས་འགྲེལ་བཤད་འདི་འདུག་བྱས་ནས་བྱུང་གསུངས་དེ་ཡིན་པས་སོང་ཙང་ཆོས་རིག་བཀའ་བློན་ཟུར་པ། ཆོས་པ་བྱིན་པའི་ཆ་ནས། དགེ་འདུན་པ་རྣམ་པ་ཚོ་ལ་ཡང་ཐ་སྙད་ག་འདྲས་སུ་བེད་སྤྱོད་བཏང་དགོས་དགོས་ཡོད་མེད་དང་དེ་ཚོ་ཕྲན་ག་འདི་ལྟར་གནང་བཞག་ཡོད་དུས་བཀའ་ཤག་སྙེ་མའི་སྐབས་ལ་དེ་འདྲའི་བཀའ་བློན་བཀའ་བོན་དེ་འདྲ་བྱུང་བ་དེ་ཤེས་མ་སོང། ཤེས་པ་བྱུང་ཡོད་ན་ང་ཚོ་ཡང་ད་ལྟ་ལན་འདུམ་གནང་ལོ་ལ་ད་འགྱུར་བ་བཏང་ཤེས་ཡ་མི་འདུག་ད་གིན་ངས་གོང་དུ་ཞུས་པ་ནང་བཞིན་བྱས་ནས་ལན་འདུམ་དེ་གའི་ཆ་ཚང་བཀའ་ཤག་ངེས་མེད་ཀྱི་ཕྱག་ལས་གནང་ཞེས་བརྗོད་ཡོད་དུས་གང་བཀོད་པ་དེ་ག་རང་མ་གཏོགས་ཕྱིའི་ང་ཚོ་འགྱུར་བ་གང་ཡང་བཏང་མེད་ཕྱིན་ནས་ཞུ་ཡ་དེ་རེད་མ་འོངས་པ་ལ་ཡང་ཚིག་འདི་འགྲིག་གི་མེད་པ་ཡིན་ན་རོགས་ནོན་དང་ཚོགས་ནོན་ག་རེ་བེད་སྤྱོད་བཏང་གོ་ནས་བཏང་ཆོག་པ་བྱས་ཕྱིན་ནས་དེ་གཅིག་ཞུ་ཡ་ཡིན། གཅིག་ནས་དེ་ཤོ་གྲོང་དྲུས་པ་ནོར་ལུག་ལ་དཀའ་སྔ་ལས་ཆ་ཁར་དུ་སྔ་ཚགས་གཅིག་ནོར་བུའི་སྟབས་འགྲིག་ངོ་སྤྲད་ཟེར་ཉེ་དེ་རེད། དེ་བཀའ་ཤག་བཀའ་གོ་མིག་གི་སྐབས་ལ་ད་ལྟ་ང་ཚོའི་དྲ་ཉེ་བདེན་ཚིག་བརྗོད་ནས་ཕྱི་རྒྱུད་ཁག་གི་བླ་ཆེན་རེ་མཁན་ལས་བཟི་རེ་དེང་སོགས་ཀྱི་ཕྱི་རྒྱུད་སོ་སོ་སོ་སོ་ཀྱི་ལྟ་ཁྲིད་ཀྱི་རྣམ་བཞག། འཚར་ལོངས་ཀྱི་རྣམ་བཞག་ཕྱི་རྒྱུད་ཀྱི་གྲི་འཐག་གི་ལོ་རྒྱུས་ཚང་མ་སྟེ། ཟླ་རེ་ཟླ་རེ་གིས་མ་ངོ་སྤྲད་ནང་ཡང་གི་ལུས་སོགས་སུ་དབུ་འཛུགས་ཟིན་པ་འདྲ་བོ་ཞིག་རེད། ད་ལྟ་དེ་ཚོ་ཚང་མ་ནང་ཁར་ཡིག་འཇའ་ཡི་བང་ནོར་ཞིག་ཆགས་ཚང་འདུག་དེ་ག་རེ་བྱས་ནས་ངོ་སྤྲད་བྱས་མ་ཐག་རེད། དེ་ནས་འདི་གི་ཕྱི་རྒྱུད་སོ་སོ་སོ་སོའི་གོ་བང་གིས་དེང་སོགས་སྔ་མ་ནོར་ཞིག་མ་བྱས་ནས་དེ་ནས་ག་ཤེད་ཅིག་གི་མཁས་དབང་རེ་ག་ཤེད་ཅིག་གི་དགེ་བཤེས་རེ་ཟེར་ནས་དམིགས་བསལ་དྲ་ཉེ་བདེན་ཚང་ལ་སྐད་བཏང་ནས་ནང་ཆེན་ངོ་སྤྲད་བྱེད་དགོས་པའི་སྦྱིན་སྲེག་ག་བ་ཐུག་ཡོད་རེད། དེའི་ངོ་སྤྲོད་བྱེད་ཉེས་དེ་ཕྱི་རྒྱུད་སྲིད་ཀྱི་ལྟ་གྲུས་ངོ་སྤྲོད་བྱེད་དགོས་ཡོད་རེད། ཕྱི་རྒྱུད་བླ་ཆེན་རྟེན་ཚོགས་འདུ། མཁན་ལས་བཟོ་རྟེན་ཚོགས་བང་རིས་ནང་ཡོད་བཞིན་པའི་སྐབས་ལ་ཟུར་དུ་ཕྱིའི་སྐད་གཏོང་ནས་དེ་ལ་དམིགས་ས་གར་བྱས་ནས་ངོ་སྤྲོད་བྱེད་ཅིག་དགོས་དགོས་རེད། དེ་ཚོ་དེ་ཚོ་མཐོང་ཡ་མི་འདུག་གར་ཆགས་ཡོད་རེད།
དེ། གཅིག་གི་ལྟ་གྲུབ་སྐོར་ལ་ཡང་དག་ནང་ཆོས་ཀྱི་ངོ་སྤྲོད་ཀྱི་གནད་དོན་དེ་ཚོ་ལ་ད་ཆོས་རིག་ལས་ཁུངས་རང་ནས་སྐབས་དེ་དུས་ནད་ཡམས་དེ་འགྲོ་བསྡད་པའི་སོང་ཙང་ད་ངས་ལས་འདོམས་ནང་ཞུས་པ་ནས་ལས་འདོམས་སྙིང་བསྡུས་ནང་ཞུས་པ་ནས་གཞི་བྱས་ནས་དགེ་བཤེས་ཟླ་བ་ལགས་ལ་ཡག་སྡུག་བྱས་ནས་ཞུས་པའི་གནས་སྟངས་བྱུང་ཤག་ད་འདི་སྐབས་དེ་དུས་འཚམས་པ་གཞན་པ་ལ་ཕར་ཚུར་འབྲེལ་བ་བྱུང་མ་ཐུབ་པའི་གནས་སྟངས་འདྲ་བོ་དེ་འདྲ་མེད་འགྲོ་བསམ་བསམ་འདྲ་བོ་བྱུང་མ་གཏོགས་གཅིག་གི་ད་ལྟའི་བཀའ་ཤག་གི་འདི་གང་ལ་ཡང་དམིགས་བསལ་གསལ་བཤད་འདི་ཡིན་ཞེས་ནི་ཞུ་ཐོའི་གལ་མི་འདུག་ཡིན་ནའི་ནད་ཡམས་ཀྱི་ཡོད་པ་ཡིན་ནའི་ག་མདར་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་དེ་འདྲས་ཅིག་སྤེལ་ཡོད་ཟེར་ཡ་ཅིག་ལྟ་དེ་འདྲས་ཅིག་ཁོས་ཤ་ཞེན་དེ་ཞུ་ཡ་ཡིན། ཞེས་ཡ་ཅིག་དེ། ཉེ་བའི་ཆ། དགོན་པ་ཅིག་གི་གཟུན་ཆུས་དང། ཤི་ཐག་ཚེ་ན་མ་འདུས་རོ་ཁོང་དེ་ཚོ་ཚང་མ་ལ་དེ་ནི་བལྟས་ཟེར་སྨྱོས་པ་ཆ་ལོ་མོ་བོ་འགྲོ་དེ་ལ་དེ་ནི་ཉོ་སོ་སྒུག་འདུག་ཟེར་སྙན་ཞིག་བརྒྱབ་པ་ཡིན། གཉེན་སྲོལ་དང་ས་གནས་འགོས་མཛོད་ཀྱི་རྒྱ་ཉེ་ཡོད་དགོངས་འབུད་ཀྱི་རྒྱ་ཉེ་ཡོད་དོ་བདག་ཆེ་རྒྱུད་འདུས་ཀྱི་རྒྱ་ཉེ་ཡོད། ནང་སྤྱིར་འགྲོ་གཏོང་བྱས་ན། ངོ་བཤུས་གཏོང་དགོས་ན་ཆེ་རྒྱུད་ཤང་ཚ་ཚེ་ལ་ཚིག་ངོ་བཤུས་རུ་གཏང་དགོས་བར། དགོན་པ་གྲྭ་ཚང་ལ་ཕ་ལ་ངོ་བཤུས་གཏང་དགོས་བར། ས་གནས་འགོས་མཛོད་ལ་ངོ་བཤུས་གཏང་དགོས་བར། ད་རིང་འདིར་ཁ་དུས་དགོན་པ་ལ་ཡང་ངོ་བཤུས་མེད། ཆེ་རྒྱུད་ཤང་ཚ་ལའང་ཡང་ངོ་བཤུས་མེད་ཁ་དུས་ས་གནས་འགོས་མཛོད་ལ་བཏང་ནས་དེ་ལ། རོ་གཤོང་ཇེ་མཐོ་ས་མི་འདུག་ཚོ་སྐྱུག་པ་གཏོང་བཞག་དེ་གནས་བརྟན་ག་འོག་ཐུག་ཡོད་བར། ག་རེ་ཆེ་རྒྱུད་ཤང་ཚ་འདི་ཆེ་རྒྱུད་ཤང་ཚ་ཚགས་ཚན་ཐོག་དགོས་མ་རེད་པས། འོ་ན་དེ་ལམ་དུ་ལུས་སོན་འགྱུར་བ་གཏོང་ས་རེད་པས། སྐྱེ་གནས་རི་དེ་ཚོ། བཀའ་ཤག་རེ་རེའི་རྩེ་རེ། སྒྲིག་གཞི་དེ་ཚོ་རེ་རེ་གི་འགྱུར་བ་དང། ས་སྟེང་ལ་རེ་རེ་བཟོ་ན་དེ་ཁྲིན་དུ་སྒྲིག་གཞི་ག་བ་ཡོད་རེད། དེ་ཚོ་ངེས་པར་དུ་གསལ་བཤད་བྱེད་ཤོགས། ད་སྔ་ནོར་བུ་ཇི་དེད་དུ་འདྲེས་ནས་ཞི་ཞོག་དང་འགྲིག་གི་འདུག་སློ་གྲྭ་སྤུ་གུ་རྩིས་མཐོ་སློབ་ལ་འགྲོ་མ་ཐེ་མ་དཀའ་ངལ་འཕྲད་བཞིན་པའི་སྐབས་ལ་ཡང་དེ་ཡོང་ཕྱིན་དེ་གནོང། ནང་རྒྱུད་མ་བོང་བེད་ཀྱི་གསོད་ས་རེད་མ་བོང་བེད་ཀྱི་གསོད་ས་བདག་པོ་རྒྱག་དགོས་ལུགས་ཕྱི་དུ་རིག་གཞུང་དཔེ་རྩག་ཆེན་པོ་ཡིན་ལུགས་ཞི་བས་བཤད་གི་ཡོད་རེད་མདའ་གཞུང་གཉིས་དེ་སུས་ཤོང་བྱེད་དགོས་ཟེར་གི་འོ་སྤུ་རྒོད་ཀྱི་ཐོ་རུས་གློག་དྲར་ལོ་ཚང་མ་དེར་དཀའ་ངལ་འཕྲད་ལྷོད་གཡེང་སྤྲད་མི་ཐུབ་ཁར་དེ་ཡང་ཕྱི་ལུགས་བཏང། ཅིག་ཅིག་ཅིག་བྱེད་གི་མི་འདུག་གཉིས་གཉིས་གཉིས་བྱེད་གི་འདུག་ཆ་རྐྱེན་ཚང་མའི་མདོག་མདོག་ཁ་ཡེ་ལ་ཡེ་གི་དཀའ་ངལ་འཕྲད་པའི་སྐབས་ལ་རོགས་པ་བྱེད་དགོས་རེད་ཁོ་ནང་ཆོས་ག་རེ་ཤོར་ཡོད་མེད་ལ་མ་བལྟས་པས། དེ་བྱས་མ་སོང་ཤེས་རིག་ལས་ཁུངས་བྱས་མ་སོང་ཆོས་རིག་ལས་ཁུངས་བྱས་ཧ་ཅང་གི་བློ་འཕོ་བྱུང། དེ་ཚོ། དམ་ཁ་ག་རེ་བྱས་པ་མ་འོངས་བལ་གྱི་སོད་ཚ་མ་འོངས་བལ་གྱི་སོད་ཚ་གསུངས་ལབ་ན་དེ་འདི་སྤུ་རྒོད་དེ་ལ་དཀའ་ངལ་འཕྲད་ལྷོད་གཡེང་སྤྲད་ས་མེད་བརྙས་བཤད་རྒྱབ་པའི་སྐབས་ལ་ཕྱི་ལུགས་བཏང་སོང། ཧ་ཅང་བློ་ཕོག་ཡོད། འདི་འཇལ་འདི་འགུལ་ཞུ་དགོས། དེ་དུས་རིའི་ཚོས་མི་ངན་མ་ལ་ཡོང་བློ་དྲག་མང་བོ་ལ་རྒྱ་སྙན་སྤྲད་ཉོན། སྙན་སེང་བརྒྱབ་མྱོང། རྒྱ་ས་རྒྱ་ནོར་རྒྱ་ས་དགུ་ཅི་གོ་གོ་རོགས་པ་རག་སོང་བཀའ་ཤག་བཀའ་གོ་མི་གི། ད་ལྟ་བཀའ་བཀའ་ཤག་འདི་གི་ཚང་སྙིང་སྙན་ཞིག་རྒྱ་ཡི་སྙིང་རྒྱ་མ་བསློག་སོང་ཅི་ཅི་ཡི་མི་འདུག་སྙིང་སྙན་མི་འདུག། ཅི་ཅི་ཡི་སི་ཚགས་སྙིང་སྙན་སི་ཚགས་ཟེར་ཡ་དེ་མང་བོ་གླེང་འདུག་དེང་དུས་ད་འདི་བཀའ་ཤག་འདི་གི། ཁ་ཡི་ལ་ཡི་གི། ཀྱིས། བོད་བསྟན་པ་ཆགས་སྲིད་སེམས་ན་མ་འདུས། སྐད་དུ་རི་ཡུལ་གྱི་བདག་པོ་ཇག་གྱིན་བྲེལ་དགོས་ཡོད་ན། མང་བོ་བོད་ཀྱི་སྲོག་རྩ་དེ་ཚོར་རོགས་པ་བྱེད་དགོས་རེད། ཁོ་རང་གི་ཚ་ལེ་ཚུམ་བུས་གི་ནོར་འཁྲུལ་ཤོར་ཡོད་ན་དེ་ཚོ་གང་ཡོང་ནོར་བུའི་ཐོག་ནས་བྱེད་དགོས་རེད་ཟེར་ནས་འདི་ནང་ནས་འབད་སྐུལ་ཞུ་གི་ཡོད། དེ་ནས་ཕྱིས་སུ་ཕྱི་རི། ཤི་རི་ལན་གང་དུ་འབྲེལ་བ་ཡོང་དུས་ཤི་རི་ལས་ཁུངས་ལ་ཆ་ཕྱིར་ལས་གི་ཡོད་ཞུ་བ་ཡིན་དུས་བཤད། ཨ་ནི་དགོན་པ་ཉམས་གསོག་གི་སྙན་ཞུ་འདི། ད་ཆུ་རི་ལས་ཁུངས་ལ་ཡང་ཞུས་རྗེས་ཨ་ནི་བཀའ་ཤག་འདིས་གིས་བདག་པོ་རྒྱག་མ་སོང་ཕྱིས་ནས། དེ་གཅིག་བཀའ་གནང་གི་འདུག་ད་བཀའ་ཤག་འདིས་ཀྱིས་བསམ་བློ་བཏང་སྟངས་གཅིག་དེ། ང་ཚོ་ལས་ཀ་གར་བྱེད་པ་ཡིན་ནའི་ད་ལྟ་སྔོན་རྩིས་ཀྱི་གཏམ་བཤད་འདི་ནང་ནས་ཡོད། ལས་ཀ་གར་བྱེད་པ་ཡིན་ནའི་འཆར་གཞི་ལྡན་པའི་ཐོག་ནས་ལས་ཀ་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་བརྩི་གི་ཡོད། ལྷག་པར་དུ་དགོན་པ་ཉམས་གསོག་འགྲོ་བ་བྱིན་པ་ཡིན་ན་དགོན་པ་ཉམས་གསོག་གི་སྙན་ཞུ་ག་རེ་ཡོད་པ་ཡིན་ནའི་དཔེ་ན། ད་ཉིས་སྟོང་ཉི་ཤུ། རྩ་གཉིས་རྩ་གསུམ་གྱི་རྩིས་ལོ་འདི་ཉི་མ་ཁ་ཤས་ནས་འགོ་བཙུགས་འགྲོ་གི་ཡོད་རེད། དེའི་རྗེས་ལ་ཕྱི་ཟླ་བཞི་པའི་ཚེས་གཅིག་ནས་དགོན་པ་ཉར་གསོག་གི་སྙན་ཞུ་ག་ཚོད་འབྱོར་བ་ཡིན་ནའི། འདི་གའི་ཚང་མ་བློ་ལ་འཆར་གཞི་དང་ལྡན་པའི་ཐོག་ནས་འགྲོ་སོང་ག་ཚོད་འགྲོ་གི་ཡོད་རེད་ཀོ་ཀྲེ་ཤོན་ལེན་དགོས་ཡ་འདི་གའི་ཆ་ཚང་གཅིག་གི་ཡང་ལེན་ནས་ཡང་ཡོང་པ་ཡིན་ན་གཞུང་མང་ང་ཚོ་སྤོབས་དངུལ་རྩ་བ་ཉིད་ནས་འཁྱིལ་གོ་ཐུག་གོ་མ་རེད་ཕྱིན་ནས་དེ་ཞུ་བཞག་ཡོད། ཆོས་རིག་ལས་ཁུངས་ནས་ག་རེ་ཞུས་ཡོད་ཟེར་ན་དགོན་པ་ཉམས་གསོ་གི་ཆེད་དུ་རེ་འདུན་འདེབས་པ་འདི་བྱུང་པ་ཡིན་ན། དེ་རེ་འདུན་སྣང་ངེས་ཀྱིས་གནང་བ་རེད་དེ་ལ་ང་ཚོ་བརྩི་འཇོག་ཞུ་དགོས་ཀྱི་ཡོད་རེད་ལྷག་པར་དུ་བཀུར་འོས་སྤྱི་འཐུས་གཅིག་གིས་འཇམ་མཉེན་བྱས་པ་ཡིན་ན་ང་ཚོ་བརྩི་འཇོག་ཞུ་དགོས་དེ་ཡིན་པ་རེད། ང་ཚོ་ཞུ་གི་ཡོད་རེད་དེ་ཞུ་ཞུ་གི་ཡོད། དེ་ཡིན་དུས་ཚངས་པ་ལ་ཡང་ཨ་ནི། ད་ང་ཚོས་ཀྱི་རེ་བ་དེ་ག་རེ་རྒྱབ་དགོས་ཡོད་ཟེར་ན་དགོན་པ་གཅིག་གི་ཉམས་གསོ་བྱེད་དགོས་ཀྱི་ཡོད་པ་ཡིན་ན་དེའི་འཆར་གཞི་དང་ཆ་ཚང་དེ་ལོ་འདིའི་ནང་ལ་སླེབས་པ་ཡིན་དེ་ནི་ང་ཚོ་ལོ་རྗེས་མ་ནང་ལོ་ལ་བཞག་ཡག་གི་བྱེད་པ་ཡོང་ས་རེད་ལོ་རྗེས་མ་ཁེ་དུས་ཚན་པ་ལ་ང་ཚོ་སྤོམ་དངུལ་གི་ཁེ་མ་བ་བྱེད་དེ་ནི་དངོས་སུ་ང་ཚོ་ག་ཚོད་ཕུལ་ཐུབ་ཀྱི་ཡོད་ན་བརྒྱ་ཆ་བརྒྱ་ཐམ་པ་ང་ཚོ་ཕུལ་ཐུབ་ཀྱི་རེད་ཟེར་ཞུ་གི་མེད། བ་བཟང་དགོན་པ་ཉིས་ས་ཉིས་བརྒྱ་བརྒྱད་ཅུ་གྱ་བརྒྱད་ཞེས་ཡོད་རེད་དེའི་ནང་ལོགས་ནས་ད་ད་ལྟ་འདིའི་ང་ཚོ་ཆོས་རིག་ལས་ཁུངས་དང་ཐད་ཀར་འབྲེལ་བ་ཡོད་པའི་དགོན་པ་ཉིས་བརྒྱ་བརྒྱད་ཅུ་གྱ་བརྒྱད་རེད་མ་གཏོགས་དེ་མ་ཡིན་པའི་བོད་བརྒྱུད་ནང་དོན་གྱི་དགོན་པ་གཞན་པ་ཧི་མ་ལ་ཡའི་རི་བརྒྱུད་སོགས་སོ་སོའི་གི་སྟངས་འཛིན་བྱས་ཞེས་པ་དེ་འདྲ་ཡང་ཁག་ཅིག་ཡོང་བསྡད་ཀྱི་ཡོད་རེད་ས་གནས་ཁག་ག་ཤེད་ཅིག་པ་ཡིན་ན་ཨ་ནི་དཔེ་ན་ཀྲུ་ཀྲིང་སོ་རེ་བོ་བྱིན་པ་ཡིན་ན་ཀྲུ་ཀྲིང་ལའི་དགོན་པ་ཆུང་ཆུང་ཆུང་ཆུང་དེ་འདྲའི་མང་པོ་བཞུགས་ཅིག་ཡོད་བསྡད་པ་ལྟ་འདི་ང་རང་ཚོ་རང་གི། གཞི་མེད་ཀྱི་བདག་པོ་རྒྱག་གི་ཡོད་རེད་པས་ཡུལ་མེད་ཀྱི་བདག་པོ་རྒྱག་གི་ཡོད་རེད་པས་གཞི་མེད་དང་ཡུལ་མེད་ཐུན་མོང་གི་རེད་པས་ག་འདྲས་སུ་རེད་པས་དེ་ཚོ་གི་གནས་སྟངས་ཚོ་ཡག་པོ་གཅིག་ཞིབ་འཇུག་བྱེད་མ་ཐུབ་པ་ཡིན་ན། ནི། བོད་མི་རང་གི་མ་ཡིན་པའི་ཡང་མ་ན་ཆོས་རིག་ལས་ཁུངས་དང་འབྲེལ་བ་མེད་པའི་དགོན་པ་གཞན་པ་ཅིག་ལ་ང་ཚོ་ད་ལྟ་ནས་རོགས་པ་བྱེད་ཡག་འགོ་ཚུགས་པ་ཡིན་ན་ཡང་མ་འོངས་པ་དེ་དང་དེའི་རིགས་མང་པོ་ཞིག་ཆགས་པ་ཡིན་ན་ང་ཚོ་ཨབ་སུ་སྡུད་གི་རེད་དང་མ་རེད། དེའི་གི་གནས་སྟངས་ཅིག་ཡོང་བསྡད་གི་འདུག་ཨ་ནི། ལབས།
ཕྱག་ཚོད་གསུམ་དུ་སྐར་མ་བཅོ་ལྔ་བར་དུ་གསོ་བྱེད་པ་སེང།